ཅི་ནས་དགོངས་སུ་སྐྱབས་འགྱུར་ཆེན་པོ་མཆོག་ལ་ཡང། གུ་ཅག་སྙུན་དུ་ཕུལ་བའི་ཐོག་ནས། ད་རེས་དེ། སྙན་དུ་དེ་སུད་སི་ནང་གི་རྒྱ་ཆེ་མང་ཚོགས་ལ་ཡང། ང་ལྷ་གི་རེ་རྣམ་རྒྱལ་འགྲོ་བ་སྐབས་བཅུ་བདུན་པའི་བོད་མི་མང། སྤྱི་འཐུས་ཤིག་གི། རྣམ་པ་ཚོ་ལ་ཡང་འཚམས་འདྲི་བཀྲ་ཤིས་ལན་ཞུ་གི་ཡོད། ད་རེས་དེ་གའི་རྣམ་པ་ཚོ་མདུན་ལ་ཡང་བཀའ་མོལ་ཞུ་ཡས་ཀྱི་གོ་སྐབས་ཞུ་བའི་རྒྱུ་མཚན་གཙོ་བོ་དེ་ད་ལྟའི་ཆར་ལ་ཡང་སྤྱི་ཚོགས་ནང་ལོགས་ལ། ང་རང་ཚོའི་བཙན་བྱོལ་གྱི་ཆབ་སྲིད་གནས་བབ་དང་འབྲེལ་བའི་ཐོག་ནས་དྲིས་ལན། གྲོས་བསྡུར་ཆེ་ཤོས་དེ་ཆགས་བསྡད་ཡོད་པའི་ཐོག་ལ་གསལ་བཤད་ཅིག་ཞུ་ན་ཆོག་བསམ་སོང། ལྷག་པོར་དུ་ང་སྐབས་བཅུ་དྲུག་པའི་སྤྱི་འཐུས་ཅིག་ཡིན་པ་མ་ཟད་ད་ད་ལྟའི་ཆ་ལ་ཡང་སྐབས་བཅུ་བདུན་པའི་སྤྱི་འཐུས་ཆགས་བསྡད་ཀྱི་ཡོད་རེད། བྱས་ཙང་གནས་ཚུལ་དེ་དང་འབྲེལ་བའི་ཐོག་ནས་ཐད་ཀར་འབྲེལ་བ་ཆགས་ཀྱི་ཡོད་ཙང། དེའི་ཐོག་ལ་ཡང་རྒྱལ་གཅེས་མང་ཚོགས་ལ་ཡང་ལྷག་པར་དུ་དབུས་གཙང་མི་མང་ཚོགས་ལ་ཡང་དེའི་ཐོག་ལ་གསལ་བཤད་ཅིག་ཞུ་ཡས་ཅིག་ངས་སྔོན་ནས་གནད་འགག་ཅིག་མཐོང་སོང། ད་ད་ལྟའི་ཆ་ལ་ཡང་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡང་བརྗོད་གཞི་འགྲོ་ཡས་དེ་རྣམ་པ་ཚོ་མཁྱེན་གསལ་རེད། གནས་ཚུལ་འདིའི་མགོ་བཙུགས་ཡ་འདི་ཡི་རྒྱུ་རྐྱེན་འདི་ག་རེ་ཆགས་སྐོར་ཞུ་བ་ཡིན་ན། རྒྱ་ནག་གཞུང་གིས་བཟོས་བཞག་བའི་རྒྱ་ནད་བཅུ་དགུ་འདི་དང་འབྲེལ་བའི་ཐོག་ནས་ད་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་གནས་ཚུལ་འདི་དང་རྙོག་གླེང་འདི་ཆགས་བ་དེ་ཆགས་བསྡད་ཀྱི་འདུག་ད་རྒྱ་ནད་འདིའི་རྐྱེན་པས་རྒྱལ་སྤྱིའི་སྟེང་ལ་ཡང་ད་ཡ་མ་བྲལ་མེད་པ་ཅིག་ལ་ཡང་ཆགས་བསྡད་བ་མ་ཟད། ལས་དོན་ཚང་མ་ལ་བཀག་སྡོམ་བྱུང་ཡན་ཅིག་གི་གནས་སྟངས་ཆགས་བསྡད་པའི་སྐབས་སོ། དེ་ང་རང་ཚོས་ཀྱི་བཅའ་ཁྲིམས་དགོངས་དོན་ཞིག་སོང། ང་རང་ཚོས་ཀྱི་སྤྱི་འཐུས་ཚང་མ་ལོས་ཀྱི་མི་རེ་འགོ་རེ་ངོས་ནས་ང་ཚོས་ཀྱི་ལས་འགན་གཙོ་བོ་འདི། གྲོས་ཚོགས་ལ་ཡང་བཅར་ཡས་དེ་ཆགས་བསྡད་ཀྱི་ཡོད་རེད། ཡིན་པ་ཡིན་ནས་གནས་སྐབས་འདིའི་སྐབས་སོ། གནས་སྟངས་འདིའི་སྐབས་སུ་དེ་འདྲའི་ཆ་ལ་ཡང་ང་རང་ཚོས་ཀྱི། རྒྱ་ནད། ལྟོ་ཡི་ནད་ཡམས་འདི་ལ་ཡང་ལྟ་སྟངས་འདི་གཅིག་པ་མ་རེད། དུས་དུས་གྲོགས་ཆ་བྱས་ན། རྒྱ་ནད་འདི་སྐོར་ལ་བསམ་བློ་བཏང་ཡོང་འདོད་པའི་ཚང་མ་དངངས་སྐྲག་སྐྱེ་དགོས་བ་ཅི། ན་ཚ་འདི། ཐ་ན། ཚན་རིག་པ་ཚོས་ཀྱི་ཡག་པོ་གོ་མ་ཚུལ་ཡང། ཨམ་བཅས་དང། སྨན་ཞབས་པ་ཚོས་ཀྱི། ན་ཚ་འདི་སྐོར་ལ་ཡག་པོ་གོ་མ་ཚུལ་བས་ཀྱི་གནས་སྟངས་དེ་འདྲའི་སྐབས་སུ། ང་རང་ཚོའི་གི་གྲོས་ཚོགས། ཚོ་ཡས་གི་གྲོས་ཚོགས་སྐོང་དེ་ཡས་གི་དུས་ཚོད་ཅིག་ཆགས་བསྡད་ཀྱི་ཡོད་རེད་སྐབས་བཅུ་དྲུག་པའི་སྐབས་སུ། ཕྱི་ཟླ་དེ་འདྲའི་གི་དུས་ཚོད་སྐབས་སུ། ཆེ་མཐོའི་ཁྲིམས་ཞིབ་ཁང་ཉོས་ནས་སྤྱི་འཐུས་ལྷན་ཚོགས་ལ་ཡང་བཀའ་རྒྱ་བཏང་པའི་ཐོག་ནས་ང་རང་ཚོའི་གི་བཅའ་ཁྲིམས་དགོངས་དོན་འགལ་བསྡད་ཀྱི་འདུག་གྲོས་ཚོགས་ཚོགས་དགོས་དེ་གལ་ཆེན་པོ་ཆགས་ཀྱི་འདུག་ཞེས་བཅས་དེ་འདྲའི་གི་གནས་སྟངས་ཆགས་བསྡད་པའི་སྐབས་སུ། སྐབས་བཅུ་དྲུག་པའི་ཚོགས་གཙོ་ཚོས་གཞོན་གཙོས་པའི་རྒྱུན་ལས་རྣམ་པ་ཚོ་ཉོས་ནས། གནས་ཚུལ་དེའི་ཐོག་ལ་ཡང། རྒྱ་གར་ས་གནས་ཀྱི་དཔོན་རིགས་ཁག་ཚོགས་ལ་ཡང་བཅར་དགོས་བྱུང་མེད་པའི་ཁར། གནས་སྟངས་རབ་དང་རིམ་པོ་མང་པོ་ཞིག་ཅིག་ཐོག་ལ་འབད་བརྩོན་གནང་བ་རེད་དེ་ཡིན་པ་ནི་གང་ལྟར། འདི་ནང་བཞིན་ཆེ་མཐོ་ཁྲིམས་ཞིབ་ཁང་ལ་ཡང་སྙོལ་བའི་ཆེད་དུ་བཟོད་བསྲན་རབ་དང་རིམ་པ་མང་པོ་ཅིག་གནང་ཡོད་རེད་དེ་གང་ལྟར། མཐུན་ཕྱོགས་དེ་ལ་ཡང་ཆེ་མཐོ་ཁྲིམས་ཞིབ་ཁང་ཉོས་ནས། ཨུ་ཚུགས་ཞེ་དྲག་བསྐྱོན་པའི་ཐོག་ནས། ཕྱི་སྡོད་རྒྱུ་ལས་ཚོགས་ལ་ཡང། བཅད་ཁྲ་བཏང་བྱས་ད་ད་འདྲ། ཁོ་རང་ཚོས་ཀྱིས། བོད་ཀླུ་ཡས་ཀྱིས། སྐུ་དབང་དེ། འཕྲོག་པ་ཆགས་སྡེའོ་རེད། བྱས་ཙང། གནས་སྟངས་དེ་ལ་ཡང། ང་རང་ཚོ་སྤྱི་ཚོགས་ངོས་ནས་ཁྱེད་དགའ་ཞིག་རྒྱུ་མཚན་གར་དུ་ཞུ་ན། ང་ཚོའི་ངོས་ནས་སྤྱི་ཚོགས་ནང་ལོགས་ལ་གྲོས་གླེང་དང་གྲོས་བསྡུར་གནང་དུས་གནས་ཚུལ་དེའི་སྐོར་ལ། ཕྱོགས་གཅིག་གི་བཀའ་མོལ་གཅིག་གཟི་ལྡེ་གཅིག་དང་སྤྱི་འཐུས་ལྷན་ཚོགས་དང་སྤྱི་འཐུས་མི་རེ་འགོ་རེ་ངོས་ནས་ཐག་གཅོད་བྱེད་པ་དེ་ང་ཚོའི་གི་སྡེ་ཚན་གཞན་པ་དང་ང་རང་ཚོའི་གི་དམངས་གཙོའི་ཀ་བ་གཞན་པ་ལ་ཡང་དབང་ཡོད་དང་ཐུབ་ཚོད་བཤད་པ་ཅིག་དང་ང་རང་ཚོའི་གི་བཅའ་ཁྲིམས་དེ་ང་རང་ཚོའི་གི་དམངས་གཙོ་དེ་གྲོས་ཚོགས་དབུ་ལ་བཞག་པའི་ཐོག་ནས་གྲོས་ཚོགས་དེ་གི་ད་ང་ཚོའི་གི་ག་ཞུ་བོ་རེ་དབང་ཆ་ལོག་སྤྱོད་བོད་ཆོས་གཏང་གི་ཡོད་པའི་གི་བཀའ་མོལ་ཅིག་བྱུང་བསྡད་ཀྱི་ཡོད་རེ་བསྡད་ཡིན་པ་ཡིན་ནས་དངོས་ཡོད་གནས་སྟངས་ཐོག་ནས་དེ་དུས་ཀྱི་ང་རང་ཚོའི་སྤྱི་འཐུས་ལྷན་ཚོགས་ཀྱི་རྒྱུན་ལས་ཚོ་ཡིན་པ་ཡིན་ན། སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཆགས་ཏེ་ཡོད་རེད། ང་དབུས་གཙང་གི་སྤྱི་འཐུས་གཞན་པའི་ཆ་ཤ་ནས། སྐབས་བཅུ་དྲུག་པའི་ད་ང་རང་ཚོ་ད་ལྟར་གནས་ཚུལ་དེ་བྱུང་བའི་སྐབས་སུ་ཚོགས་གཙོ་ཚོགས་གཞོན་རྣམ་གཉིས་ང་རང་ཚོའི་སྐུ་ཚབ་ཆགས་ཏེ་ཡོད་རེད། ཆེ་ས་གནས་ཚུལ་དེ་ལ་ཡང་དགོངས་པ་ཆེ་ཤས་ཐོག་ནས། རྒྱུན་ལས་ནང་ཚུད་ལ་ཡང། སྤྱི་མོས་མང་མོས་ཀྱིས་ཐུགས་ཐག་བཅད་པའི་ཐོག་ནས། གནས་སྟངས་དེ་ལ་བབས་པ་རེད། ད་གང་ལྟར། ཁོ་རང་ཚོའི་ངོས་ནས་བཟོད་བསྲན་རབ་ཏུ་རིང་པོ་མ་གནང་བ་ཡིན། དེ་ལ་ཡང་བཟང་ཕྱོགས་ཀྱི་བྱ་ལན་ཅིག་མ་བྱུང་དུས་ད། གནས་སྟངས་དེ་ཚོའི་ཐོག་ལ་ཡང། ང་རང་ཚོ་སྤྱི་འཐུས་རྣམ་པ་ཚོ་ལ་ཡང་ད་ང་ཚོའི་ཕྱུག་ཤུ་ཆེ་དུས་ཚང་མ་ལོ། ང་རང་ཚོ་ལ་ཡིད་ཀྱི་གནས་སྟངས་དེ་འདྲ་ཆགས་ཤག་ང་རང་ཚོ་ལ་ཆ་ཡིད་དེ་འདྲ་འཇོག་འདུག་ཟེར་ཆ་བཟང་ཅིག་ང་རང་ཚོ་འཇོག་བཞིན་པ་ཞིག་རེད། བྱས་ཙང་ང་རང་ཚོས་ཀྱིས་ད་ང་ཚོའི་གྲོས་ཚོགས་མཐའ་མ་དེ་ཚོགས་བསྡད་དུས། གནས་སྟངས་འདི་དང་འབྲེལ་བའི་ཐོག་ནས། ད་ཕྱི་དུས་རྒྱུན་ལས་ཚོའི་ངོས་ནས་གྲོས་འཆར་རྣམས་ཕེབས་པའི་ཐོག་ནས། གྲོས་ཚོགས་ནང་ལོགས་ལ་ཡང་བཅའ་ཁྲིམས་ཀྱི་སྐུ་དབང་རྣམ་པ་བཞི་གསུམ། ཕྱི་དུས་ཚོའི་ངོས་ནས་རྩ་འབོར་གསུམ་ཆ་གཉིས་ཀྱི་ཐོག་ནས། ད་ཆེད་དུ་ཁྲིམས་ཞིབ་ཁང། ཁྲིམས་ཞིབ་པ་རྒན་པ་དང་གཞན་གཉིས་ཏེ། འཕོ་བསྒྱུར་བཏང་ཡན་གྱི་གནས་སྟངས་ཆགས་འགྲིག་རེད། གྲོས་ཆོད་ཡིག་ཆ་གསུམ་གསུང་སྐོར་ལ་གཞི་བཞག་པའི་ཐོག་ནས། ཁྱེད་ལྟ་དེ་འདྲ་ཡོད་དུས་ང་རང་ཚོའི་ཡི།

དགོངས་པ་ཆ་ཤས་གཅིག་ཁྱེད་ཆེན་པོ་ཤུགས་ཆགས་དེ་འོ་རེད་ད་ལྟའི་ཆ་ལ་ཡ་ད་ང་རང་ཚོ་སྤྱི་ཚོགས་ནང་ལོག་ལེ་ཡ། རྒྱ་གྲགས་བོད་གྲགས་བྱེད་ཅེས། རྩོད་གླེང་དང་རྙོག་གླེང་བྱེད་ཅེས་ངོ་བོ་ཐོག་ནས་ལྟ་ཡ་གཅིག་དང། སྤྱི་ཚོགས་དྲ་རྒྱ་ནང་ལོག་ལེ་ཡ། ང་རང་ཚོའི་བོད་ཀྱི་འཐབ་རྩོད་དང་འབྲེལ་བའི་ཐོག་ནས་ཡིན་ནི་རེད་ང་རང་ཚོ་བཙན་བྱོལ་གནས་བབ་དང་འབྲེལ་བའི་ཐོག་ནས་བཀའ་མོལ་ལས་ལྷག་ཅི། བཅུ་བཞི་འདི་འགྲོ་བཞིན་པ་ཞིག་རེད། དེ་དུས། གལ་ཏེ། ཆེས་མཐོའི་ཁྲིམས་ཞིབ་ཁང་ངོས་ནས་དགོངས་པ་ཆེ་བཞེས་ཀྱིས། ཁ་ཡོད་ལག་ཡོད་ཀྱི་གནས་སྟངས་ཆགས་བསྡད་ཀྱི་འདུག་དེ་འབྲེལ་གྱི་གནས་བབ་ལ་གཞི་བཞག་པའི་ཐོག་ནས་དགོངས་བཞེས་གནང་གི་ཡོད་གསུང་ཡ་ཆེ་ད་མ་འོངས་པ་ང་རང་ཚོས་འདི་ལ་གཞི་བཞག་པའི་ཐོག་ནས་སྤྱི་ཁྲིམས་ནང་ལོགས་ལས་བསྒྱུར་བཅོས་དགོས་ཀྱི་འདུག་ཅེས་བཅས་དེ་འབྲེལ་གྱི་དགོངས་པ་བཞེས་ཡོད་པ་ཡིན་ན་ད་ལྟའི་ཆར་ལ་ཡང་གནས་སྟངས་དེ་འདྲའི་ཆགས་ཡོད་བསམ་གྱི་མི་འདུག་ཨ་འདི་ནང་བཞིན། ཕྱི་དྲིལ་ལྷན་ཚོགས་ངོས་ནས། བཅས། བཅས་སྒྲུབ་རིན་པོ་ཆེ་ཀྱི་ནང་ལོགས་ལ་ཡུལ་བ་དགེ་སྐུ་དབང་དེ་ཐུབ། སྐུ་དབང་དེ་བེད་སྤྱོད་བཏང་པའི་ཐོག་ནས་ཐུགས་ཐག་ཆེན་པོ་བཅད་པ་རེད། ཨ་སྤྱི་ཚོགས་ནང་ལོགས་ལ་ཡང་ཐུགས་ཐག་བཅད་པ་དེ་དྲག་པོ་དྲག་པོ་བྱུང་སོང། དགྲ་ཤ་སླེ་བའི་རྣམ་པ་བྱུང་སོང་ཅེས་གསུངས་ཉེན་ཡོད་རེད་བལྟས་ཡིན་པ་ནས། ང་རང་ཚོས་བཅས་སྒྲུབ་རིན་པོ་ཆེ་ནང་ལོགས་ལ་ཡང་གནས་སྟངས་འདི་ལ་གཞི་བཞག་པའི་ཐོག་ནས། སྤྱི་འཐུས་ལྷན་ཚོགས་ལ་སྐུ་དབང་འདི་ལས་ཆོས་ཞིག་དང་ཆུང་དུ་ཞིག་གྱེར་སྐུ་ཕྱི་ནང་ཡོང་མ་རེད། ཁྱེད་རང་འདི་དང་ཞིག་བྱ་བའི་ཐོག་ནས་ཐུགས་ཐག་བཅད་གྱེར་བ་ཆགས་ཀྱི་ཡོད་རེད། ཁྱེད་རང་དེ་འདྲས་ཡོད་དུས། ད་གང་ལྟར་གནས་བབ་འདི། བབ་ས་ཅིག་དེ་འདྲས་ཆགས་བསྡད་ཡོད་རེད། ཁྱེད་རང་ང་རང་ཚོས་ཀྱི་བཅའ་ཁྲིམས་ཀྱི་དགོངས་དོན་གཞི་བཟུང། སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཆོད་ཡིག་ཆ་གསུམ་གསུ་སྐུ་རེ་བཞག་གནང་བ་རེད། འདིའི་ནང་ལོགས་ལ་གཞི་བྱ་བའི་ཐོག་ནས། ཉི་མ་གཅིག་རྗེས་ལ་ཡང། ཆེས་མཐོ་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་རྒན་པ་དང་གཞན་གཉིས་ཏེ། ཕྱག་ལས་ནས་དགོངས་པ་ཞུ་བ་རེད། སྲས་ཀྱི་གསལ་བསྒྲགས་ནང་གནང་བ་ལ་བཞིན། ཕྱི་དྲོ་ལྷན་ཚོགས་ཀྱི་ཡིག་ཆ་དེ་ལ། ཁོ་རང་ཚོའི་ངོས་ནས། ཐུགས་འདོད་ད་བྱུང་མ་སོང་ཐད་ཡིན་པ་ཡིན་ནའི་དགོངས་པ་ཞུ་དགོས་ཞེས་གསུངས་པ་རེད་ད་ཡིན་པ་ཡིན་ནའི། ད་དུས་ཟླ་གཉིས་རྗེས་ལ་ཡང་ད་བོད་དུ་བརྒྱུད་རིམ་ལ་ཚང་མ་ཚར་བའི་རྗེས་ལ་ཡང། ཟླ་བ་གཉིས་རྗེས་ལ་ཡང་དགོངས་དག་ད་ཁོ་རང་ཚོ། སོ་སོ་སྒེར་རེ་ངོས་ནས། ཚུར་ལོག་ཕེབས་སྐོར་འདི་ཡི། སྤྱི་འཐུས་ཁག་བཅུ་བདུན་ཞིག་དང། ང་རང་ཚོའི་གི། བཙན་བྱོལ་སྒྲིག་འཛུགས་ཀྱི་ཐུགས་འགན་བཞེས་མྱོང་ངེས་ཀྱི་ཟུར་པ་མང་པོ་ཅིག་དང། ཨ་འདི་ན་ཞིག་ང་རང་ཚོ་མི་མང་ནང་ལོགས་ལ། མངོན་འདོད་རེ་བཞག་སོང་རྗེས་ལོག་ཕེབས་ཀྱི་ཡོད་རེད། འཛམ་གླིང་ཡོངས་ལ་ཡང། འཛམ་གླིང་ཡོངས་ཀྱི་དམངས་གཙོའི་གི་ལམ་སྲོལ་ག་བ་ཅིག་ལ་ཡང། དེ་འདྲའི་འགྲོ་སྟངས་ང་རང་ཚོ་མང་དུ་བྱུང་མྱོང་ཡོད་ཀྱི་མ་རེད། གནས་བབ་དེ་འདྲའི་ཅིག་གི་སྣང་འཇོག་དེ་འགྲིག་ཡོད་རེད་འགྲིག་ཡོད་མ་རེད་པས། ཀོང་པོ་ཤེས་ཀོའི་ཆག་ཧོར་སངས་རྒྱུད་དུ་ངའི་བསམ་པ་ལ་ཡང། གལ་ཏེ། གནང་སྟངས་འདི། ཐོག་ལ་ཡ། ང་ཚོ་སྤྱི་འཐུས་ལྷན་ཚོགས་ངོས་ནས་ཡིད་ཆེ་གསུམ་བསུ་དགོས་དེ་ལ་དགོངས་བཞེས་གནང་པ་ཡིན་ན་དགོངས་བཞེས་གནང་ཡ་ཡོད་རེད། ང་རང་ཚོས་ཀྱི་བཅའ་ཁྲིམས་ཀྱི། ཁྲིམས་དང་སྒྲིག་གཞི་གྱི་གཞི་ལ་བཞག་པའི་ཐོག་ནས། ཁྲིམས་དང་སྒྲིག་གཞི་གྱི། ཆ་རྐྱེན། ལེན་པའི་ཐོག་ནས་ང་རང་ཚོས་དགོངས་པ་བཞེས་པ་ཡིན་ན་བཞེས་ཡ་ཏན་ཏན་ཡོད་རེད་བསམ་གྱི་འདུག་ཡིན་པ་ཡིན་ནའི་དེ་འདྲའི་བཞེས་བྱས། ཁྲིམས་མེད་ལུགས་མེད་ཐོག་ནས་དེ་འདྲའི་ལོག་ཕེབས་ཡ་དེ། རྩ་བ་གཉིས་ནས་ངས་འགྲིག་གི་ཨ་ཡོད་ན་བསམ་གྱི་འདུག་ཅེས་ལ་སོ་སོའི་སྣོད་ནས་དེ་ལ་ཡ། ཁྲིམས་ལུགས་དབང་འཛིན་གྱི་རྩ་བ་གཉིས་ནི་ངོས་འཛིན་ཞུ་གི་མེད། དེ་ནས་ཞེས་ངའི་རྣམ་པ་ཚོ་ལ་ཡང་སྙན་གསང་ཞུ་དགོས་ཅིག་ལ། ངས་ངོས་འཛིན་ཞུ་ཡ་དེ་ལ་ཡ་ང་རང་ཚོས་ཀྱིས། སྤྱི་འཐུས་ཚོགས་གཙོ་ཟུར་པ་དགོངས་པས་མ་བྱུང་མེད་ལ་འདྲ་བོ་ཆགས་ཤག་ན། དངོས་གནས་ཡིན། ང་རང་ཚོས་ཀྱིས་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ། ང་ཚོས་ཀྱིས་བཅའ་ཁྲིམས་དང་འབྲེལ་བའི་ཐོག་ནས། དགོངས་པ་རྒྱ་ཆེ་ཤོས་ཡིན་ངེས་ཅེས་ལ་ཡང་ངོས་འཛིན་ཞུ་གི་ཡོད། དེ་ན་ཞེས། ང་རང་ཚོས་ཀྱི་བཅའ་ཁྲིམས་དགུ་བཅུ་དགུ་བཅུ་ལོག་ལ་ཡང་ཟིན་བྲིས་ཞུ་བའི་དུས་ཚོད་ནས་བྱེད་ཆེད་སྡིགས་དམོད་ནས་བྱེད་ཆེད། མུ་མཐུད་ནས་ད་ལྟ་བར་དུ་སྤྱི་འཐུས་གནང་མྱོང་ཡོད་པ་གཅིག་དང། སྡིགས་ཀྱིས་གནང་བའི་བརྒྱུད་རིམ་ནང་ལོག་ལ་ཡང་ཚོགས་གཙོ་གནང་མྱོང་ཡོད་པ་དང། ང་རང་ཚོས་ཀྱི་བཅའ་ཁྲིམས་ནང་ལོག་ལ་ཡང་བསྐྱར་བཅོས་རབ་དང་རིམ་པ་ག་རེ་བྱུང་བ་དེ་ཚང་མ་ཟིན་མྱོང་ཡོད་པ་མ་ཟད་ང་རང་ཚོས་བཙན་བྱོལ་སྤྱི་ཚོགས་ནང་ལོག་ལ་ཡང་བཅའ་ཁྲིམས་དང་འབྲེལ་བའི་ཐོག་ནས་ཟབ་སྦྱོང་མང་ཤོས་གནང་ངེས་ཀྱི། སྤྱི་འཐུས་བགྲེས་པ་ཆགས་བསྡད་ཀྱི་ཡོད་རེད་སྤྱི་འཐུས་ཟུར་པ་ཆགས་བསྡད་ཀྱི་ཡོད་རེད། ཁྱེད་ཚང། སྐུ་ངོ་ངོས་ནས་གནས་སྟངས་འདིའི་ཐོག་ལ་དགོངས་བཞེས་གནང་དག་ཐོག་ལ་ཡང་ངའི་ངོས་ནས་གུས་བརྩི་རྟག་ཏུ་ཞུ་ཡོད་ལ་རྒྱབ་སྐྱོར་གཙང་མ་གཙང་རྒྱ་ཞུ་གི་ཡོད་ཅེས་སྙན་གསང་ཞུ་ཡས་ཡིན། བྱས་ཙང། སོ་སོའི་ངོས་ནས་ངོས་འཛིན་ཞུ་ཡས་གཅིག་དེ་སྐྱབས་མགོན་རིན་པོ་ཆེ་ཡི་བཀའ་དགོངས་གཞི་བཟུང་ང་རང་གཙོས་ཀྱི་སྤྱི་འཐུས་ལྷན་ཚོགས་ཀྱི་ལམ་སྲོལ་དེ་ཆོལ་ཁ་དང་ཆོས་ལུགས་དང་ས་གནས་དང་ཕྱི་རྒྱལ་གྱི་ནང་ལོགས་ནས་འོས་འདེམས་བྱས་པའི་ཐོག་ནས་སྐུ་ཚབ་ཕེབས་ཀྱི་ཡོད་རེད་དེ་ཡིན་པ་ནས་ང་རང་ཚོའི་འོས་འདེམས་བྱུང་ཚར་བའི་རྗེས་ལ་ཡང། སྤྱི་བའི་འཐུས་མི་ཆགས་ཏེ་གཡོར། ཁྱོད་ཚ་དེ་འདྲས་དེ་སུའི་ངོས་ནས་ཐག་གཅོད་བྱེད་པ་དེ་སྤྱི་བའི་འཐུས་མི། ལྷག་པར་དུ་ང་རང་ཚོའི་སྤྱི་བའི་འཐུས་མི་ཡིད་ཀྱི་མི་མང་གི་འོས་འདེམས་བྱུང་ཚར་བའི་རྗེས་ལ་བཅའ་ཁྲིམས་རིན་པོ་ཆེ་བདུན་ལ་མནའ་སྐྱེལ་དམ་བཅའ་ཞུ་བའི་དེ་ལས་ང་ཚོ་བཅའ་ཁྲིམས་ལ་ཡིད་ཆེས་ཀྱིས་བློ་གཏད་བྱེད་པའི་ཐོག་ནས་ང་རང་ཚོས་ཀྱིས་ལས་འཁུར་ག་རེ་ཞུ་བ་དེ་བཅའ་ཁྲིམས་ཀྱི་དགོངས་དོན་གཞི་བཟུང་བྱེད་ཀྱི་ཡིན་ཟེར་བཞིན་དམ་བཅའ་ཕུལ་མཁན་ཆགས་ཏེ་ཡོད། འདི་འདྲ་ཞིག། ད་ལྟ་ཡིན་པ་ནི་ད་ག་རང་དམ་བཅའ་བུད་མེད་ཅིག་ཆགས་བསྡད་ཀྱི་ཡོད། སྐབས་བཅུ་བདུན་པའི་ལས་བྱེད་ཚང་གནས་སྟངས་དེ་ཚོ་ལ་གཞིར་བཞག་པའི་ཐོག་ནས། ང་རང་ཚོའི་ངོས་ནས་དགོངས་པ་བཞེས་དགོས་ཀྱི་གལ་ཆེན་པོ་ཞིག་མཐོང་གི་འདུག་དེ་མ་གཏོགས་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡང་ད་ལྟའི་གནས་བབ་དེ་ལ་ཡང། ཆོས་རྒྱལ་གྱིས་ཚོང་ར་བཏང་སྟེ་ཆགས་བསྡད་ཀྱི་འདུག་ཆོས་རྒྱལ་གྱི་རྙོག་དྲ་ཡིན་པ་ཅིག་དང། དེ་འབྲེལ་གྱི་བཀའ་མོལ་བཟོས་ཏེ་དངོས་གནས་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཡར་དཀྲུགས་བཏང་ངེས་ཅི་རེད་བསམ་གྱི་འདུག་བྱས་ཙང་དེའི་ཐོག་ལ་ཡང་ང་ཚོ་མི་མང་ངོས་ནས་རྒྱ་ཆེ་མི་མང་ངོས་ནས་དགོངས་པ་རྒྱ་ཆེན་པོ་ཞིག་བཞེས་ཅིག་གལ་ཆེན་པོ་མཐོང་གི་འདུག་དེ་མ་གཏོགས། གནས་ཚུལ་འདི་ཁ་ཡ་ལ་ཡོད་ང་རང་ཚོ་གི་བཅའ་ཁྲིམས་འདི། བོ་ལུ་ཝེ་གི་གནས་སྟངས་བཅས་ལ་ངོས་འཛིན་མ་བྱས་པ་བྱས་ཏེ་ཆོས་རྒྱལ་གྱི་ན་ཚ་ཅིག་དང་ང་རང་ཚོ་ནང་ལོགས་ལ་དགྲ་ཤ་ལན་ཅིག་དང་ག་ཞུ་གོ་རེ་ང་རྒྱལ་གྱི་རྣམ་པ་དབྱེ་སྒོག་གི་གནས་ཚུལ་ཞིག་བཟོས་པ་ཡིན་ན་དེ་ཀུན་ནས་ཏག་ཏག་བརྗེ་རེས་གཙང་ཡིན་བསམ་གྱི་མི་འདུག་ཁྱེད་ཚང་དེ་ལ་གཞི་བཞག་པའི་ཐོག་ནས་ཁ་ཡོད་ལག་ཡོད་ཀྱིས་ང་ཚོ་བཅའ་ཁྲིམས་དང་འབྲེལ་བའི་ཐོག་ནས་དཀའ་ངལ་གྱི་ཆགས་འདེགས་ཡོད་རེད་དཀའ་ངལ་འདི་ལ་སེལ་ཐབས་ག་རེ་འདུག་དགོངས་པ་བཞེས་དགོས་གལ་ཆེན་པོ་རེད་བསམ་གྱི་འདུག་ཁྱེད་ཚང་དེ་ལ་གཞི་བཞག་པའི་ཐོག་ནས་སྐབས་བཅུ་དྲུག་པ་སྤྱི་འཐུས་ལྷན་ཚོགས་ངོས་ནས་དགོངས་པ་བཞེས་ཆེད་ང་རང་ཚོ་ཡི་ཚོགས་འདུ་མཐའ་མ་གཅིག་འཚོགས་ཡས་ཀྱི་འབད་བརྩོན་ཞུས་པ་རེད་དེའི་སྐབས་སུ། ང་རང་ཚོའི་གི་ས་གནས་ལྷག་པར་དུ་ཧི་མཱ་ཅལ་གྱི་ནང་ལོགས་ལ་ཡ། ཁྱིམ་དུ་བཀའ་རྒྱ་གི་གནས་སྟངས་ཆགས་བསྡད་ཡོད། ད་ཀོ་བིད་ཀྱི་ལོག་ཏའུ་གི་གནས་སྟངས་ཆགས་བསྡད་ཡོད་རྟེན་ཡིན་པ་ཡིན་ནའི། གནས་སྟངས་འདིའི་ནང་ལོགས་ལ། ང་རང་ཚོའི་རྒྱུན་ལས་ཚོར་ངོས་ནས་དགོངས་པ་བཞེས་ཆེད་ད། རྒྱ་གར་གྱི་དཔོན་རིགས་ཁག་ལ་འབྲེལ་བ་ཞུ་བའི་ཐོག་ནས་ནང་ལོགས་ལ་ཡ། བསམ་ཤེས་བྱེད་ཀྱི་ཐོག་ནས་ཚོགས་འདུ་འཚོགས་ཡས་ཀྱི་འབུད་བརྩོན་ཞུས་པ་རེད། ང་རང་ཚོ་མཁྱེན་དགོས་ཅེས་ལ་རྒྱ་གར་ལུང་པ་ནང་ལོགས་ལ་གནས་ཞེས་ད་ལྟ་བར་དུ་ང་རང་ཚོའི་ངོས་ནས་རྒྱ་གར་དཔོན་རིགས་ཚོ་ལ་ཡང་འབྲེལ་བ་ཞུ་བའི་ཐོག་ནས་ནང་ལོགས་ཀྱི་བསམ་ཤེས་ཀྱི་ཐོག་ནས Understanding གྱི་ཐོག་ནས་ཐག་གཅོད་མང་པོ་གནང་ཡོད། ཁྲིམས་མཐུན་རེད་ཁྲིམས་མཐུན་མ་རེད་ཐོག་ནས་རྩོད་པ་གནང་པའི་ན་གནང་ས་མང་པོ་བྱོས་རེད་གཞུང་འབྲེལ་ཐོག་ནས་ཡིན་ནས་གཞུང་འབྲེལ་མ་ཡིན་པའི་ནང་ལོགས་ལ་ད་གསར་འགྱུར་བརྒྱུད་ལམ་ཁག་ལ་ཡི་ཁག་ནང་ལོགས་ཀྱི་ཕྱག་ལས་གནང་སྟངས་ཐོག་ལ་ཡང་དེ་ཚོ་ང་ཚོ་རྩོད་པ་ཞུ་ན་ཞུ་ཡ་མང་པོ་ཞུ་ཡོད་དེ་ཡིན་ནས་གཙོ་བོ་བབས་ས་དེ་ལ་ཡང

ཚོགས་འདུའི་འཕར་མ་དེ་ཚོགས་ཐུབ་ཡོད་པ་ཡིན་ན་དཀའ་ངལ་དེ་སེལ་ཡག་གི་ལམ་ཁ་ཅིག་ཏན་ཏན་སྟོན་ཐུབ་ཡོད་རེད་བསམ་གྱི་འདུག་འདི་ན་ཞིག་ང་རང་ཚོས་ཐག་གཅོད་བྱེད་བཞག་པའི། རྩ་དམར་གསུམ་ཆ་གཉིས་ཀྱིས་ཐག་གཅོད་བྱེད་བཞག་པའི་ཡིག་ཆ་དེ་ལ་ཡང་སྐྱོན་ཞིབ་གནང་དགོས་འདུག་བས་དེ་ལ་དགོངས་པ་བཞེས་དགོས་འདུག་བས་གང་ལྟར་ལམ་ཁ་ག་རེ་དོ་བཟི་ཡག་གི་ཏན་ཏན་ལམ་ཁ་ཡོད་རེད་དེ་ཡིན་པས་ནས་ད་དེ་དུས་སྐབས་བཅུ་དྲུག་པའི་ཕྱི་དྲོའི་ནང་ལོགས་ནས། ཕྱི་དྲོའི་མང་པོ་ཞིག་གིས་མ་ཕེར་བ་བྱས་གང་ལྟར་ང་རང་ཚོས་ཀྱིས། ཚུར་འདུས་པའི་གྲུབ་ཆ་མ་ལོངས་རྗེས་སུ་འདྲ་ཚུགས་ཐུབ་ཡོད་མ་རེད། རྒྱུ་མཚན་དེ་ལ་གཞིར་བཞག་པའི་ཐོག་ནས་ད་ད་ལྟའི་ཆར་ལི་ཡ། སྐབས་བཅུ་དྲུག་གི་གནས་ཚུལ་འདི་སྐབས་བཅུ་དྲུག་ལི་ཡ་སེལ་མ་ཐུབ་པ་བྱས་ད་སྐབས་བཅུ་བདུན་ལི་ཡ། ལི་ཡ་གི་གནས་སྟངས་འདས་པའི་ཆ་དེ་འོད། ངས་ག་རེ་གསུང་གི་འདུག་ཞུ་བ་ཡིན་ན། ད་ལྟ་བར་དུ་ང་རང་ཚོ་གནས་ཚུལ་འདི་ཆེད་དུ་ཁྲིམས་ཞིབ་ཁང་དང་སྤྱི་འཐུས་ལྷན་ཚོགས་ཀྱི་ནང་ལོགས་ལ་གནས་བསྡད་པ་འདི། བབས་ས་དེ་ང་རང་ཚོའི་ཡིག་ཆ་གསུམ་གསུང་གི་དང་འབྲེལ་བ་ཆགས་འདུག་ཡོད། ཡིག་ཆ་གསུམ་གསུམ་པོ་དེ་ཤེས་བྱ་བའི་ཐོག་ནས་ད་ངེད་ཅག་ད་ལྟ་ང་རང་ཚོས་ཀྱི་དམ་འབུལ་ཞུ་བའི་ཐོག་ལ་ཡང་ད་གྲོས་གླེང་བསྐྱར་དུ་བྱུང་བཞིན་པ་ཞིག་རེད། ཉིན་ཤས་གནས་ལ་ཡང་ང་རང་ཚོས་ཀྱི་ས་གནས་ས་ཐོག་ལ་ཐོག་སྐྱོན་ཆེ། ཚོགས་དྲུང་ལས་ཁུངས་ལ་ཐོག་སྐྱོན་ངན། ཚོགས་འདུ་ལ་ཡང་ལྕགས་ཡོལ་སོང་ནས་སྤྱི་འཐུས་བཞི་བཅུ་ཞེ་བཞི་བྱུང་བ་རེད། ད་སྤྱི་འཐུས་གཅིག་གལ་ཆེ་གི་གནས་བབ་དང་བྲལ་བའི་ཐོག་ནས་ཕེབས་ཐུབ་ཡོད་མ་རེད། ད་གང་ལྟར་སྤྱི་འཐུས་བཞི་བཅུ་ཞེ་བཞི་གཅིག་ང་རང་ཚོས་ཀྱི་ཐོ་བསྐྱོན་ཡོད། ཚོགས་བཅར་ཡོད་ཅེས་གསུངས་ཡོད། འདིའི་གི་རྣམ་འགྱུར་ག་རེ་སྟོན་སྐོར་ཞུས་པ་ཡིན་ན། ང་རང་གཙོས་ཀྱི་ཚོགས་བཅར་བ་སྤྱི་འཐུས་བཞི་བཅུ་ཞེ་བཞི་ཆ་ཚང་ལོ་དམ་འབུལ་ཞུ་ཡས་ཀྱི་འདོད་པ་ཡོད་པ་ཅིག་དང་དཀའ་ངལ་དེ་ལ་སེལ་ཐབས་ཀྱི་གནང་ཡས་ཀྱི་འབད་བརྩོན་ཞུ་འདོད་ཡོད་པ་ཅིག་རྣམ་འགྱུར་ཏན་ཏན་སྟོན་སྐོར་རེ་བསམ་གྱི་འདུག་བྱས་ཙང་དེ་ཚོ་ལ་གཞི་བཞག་པའི་ཐོག་ནས་ད་ང་རང་གཙོས་སྤྱི་འཐུས་བཞི་ཞེ་བཞི་ངོས་ནས་ཐོ་བསྐྱོན་ཡོད་རེད། དེ་ལ་གཞི་བཞག་པའི་ཐོག་ནས། ད་ད་ལྟའི་ཆ་ལ་ཡང། ད་འདི་རྗེས་ལ་གནས་སྟངས་ག་རེ་ཆགས་ཞུས་ན། དཔྱིད་དུས། ཁ་གཅིག་ནས། ང་རང་ཚོའི་གི་བ་རྒན་ཚོགས་གཙོ། ཆེ་མཐོ་ཁྲིམས་ཞིབ་ཁང། ད་ང་ཚོའི་གི་འཕོ་འགྱུར་བཏང་རྗེས་ཚུར་ལོག་ཕེབས་ངེས། ཁོ་རང་ཚོའི་ལ་ཡ། དམ་འབུལ་ཞུས་རྗེས་ད་ང་རང་ཚོའི་གི་དཔྱིད་དུས་གསར་བ་ཡོལ་བ་དེ། བ་རྒན་ཚོགས་གཙོ་ལ་ཡ། དམ་བཅའ་ཕུལ་གྱིན་སོང་ངེས་ཅིག་བྱུང་བ་རེད། གཉིས་བ་དེ་ལ་ཡ། སྐྱབས་མགོན་རིན་པོ་ཆེའི། སྐུ་པར་མཐོང་གྲོལ་རིན་པོ་ཆེ་དང། བཀྲས་མཐོང་རིན་པོ་ཆེ་མདུན་ལ་ཡང་དམ་འབུལ་ཞུ་གིས་ཞེས་བཅས་གནས་ཚུལ་གཉིས་བྱུང་བར། གང་ལྟར་གནས་སྟངས་འདི་འདི་ཞེས་བྱ་བའི་ཐོག་ནས་ད་ཉེ་ཆར། དམ་འབུལ་ཞུ་ཡས་ཀྱི་སྤྱི་འཐུས་བཞི་བཅུ་ཞེ་བཞི་ཆ་ཚང་ལོགས་ཀྱི་གནས་བབ་དེ་ལ་ང་ཚོས་དམ་འབུལ་ཞུས་པ་རེད། ད་ངའི་ངོས་ནས་དོ་སྣང་གར་བྱུང་ཞུས་པ་ཡིན་ན་ད་ང་རང་ཚོས་ཀྱི་བ་རྒྱ་ཚོགས་གཙོ་མདུན་ལ་ཡང་དམ་འབུལ་ཞུ་ངེད་ཚོས་ཀྱི་སྤྱི་འཐུས་མི་སྣའི་གསར་འགྱུར་བརྒྱུད་ལམ་ཁག་ལ་ཡིན་ནའི་རེད་སྤྱི་ཡོངས་ཀྱི་བཀའ་མོལ་གནང་དུས་ཁོ་རང་ཚོ་བཅའ་ཁྲིམས་ཀྱི་དོན་ཚན་བཞི་བཞི་བསྟུན་གཞི་བཟུང་ཨ་ནི་དམ་འབུལ་ཞུས་ཡོད་ཅེས་གསུངས་ཀྱི་ཡོད། ད་ང་རང་ཚོས་ཀྱིས་དགོངས་པ་བཞེས་དགོས་ཡ་ཅིག་ལ་བཅའ་ཁྲིམས་ཀྱི་དོན་ཚན་བཞི་བཅུ་བཞི་བསྟུན་འདི་ནང་ལོགས་ལ་ག་རེ་གསལ་བསྡད་བཞག་འདི་ནང་ལོགས་ལ་གསལ་ཡ་དེ་ལ་གཞི་བཟུང་ད་ལྟ་ཁོ་རང་ཚོའི་ངོས་ནས་དམ་འབུལ་གནང་རེ་བའི་གནང་མ་རེ་བའི། དེའི་གཞི་བཟུང་ཞུས་པ་ཡིན་ན། བར་བརྒལ་ཚོགས་གཙོ་ངོས་ནས་ཆེས་མཐོའི་ཁྲིམས་ཞིབ་པ་ཆེ་བས་ཀྱི་མདུན་སར་དམ་འབུལ་ཞུས་རྗེས། སྤྱི་འཐུས་རེ་རེས་རང་ཉིད་ཀྱི་སྤྱི་འཐུས་ཀྱི་ལས་ཁུར་དུ་མ་ཞུགས་པའི་གོང་ལ། བར་བརྒལ་ཚོགས་གཙོའི་གྱི་མདུན་ལ་ཁྲིམས་ལུགས་སུ་གཏན་འབེབས་བྱས་པའི་ཚད་གཞི་ལྟར་ལས་ཁུར་དམ་བཅའ་ཞུ་གི་ཡོད་ཡང་ན་ཁས་ལེན་ཞུ་གི་ཡོད་ཅེས་གསུང་གི་ཡོད། ད་ང་ཚོས་ཀྱིས་དེ་ནང་ལོགས་ལ་གྲོས་གླེང་གི་གར་ཕེབས་སྐོར་ཞུ་བ་ཡིན་ན། ད་ལྟ་ང་རང་ཚོ་ཆེས་མཐོའི་ཁྲིམས་ཞིབ་ཁང་རྒན་པ་དང་གཞན་ཡིན་ཡིན་གསུང་མཁན་དེ་ང་རང་ཚོ་གི་བཅའ་ཁྲིམས་ལ་གཞི་བཞག་པའི་ཐོག་ནས་ཐག་གཅོད་བྱེད་བཞག་པའི་ཡིག་ཆ་སུམ་ཅུ་སོ་དགུ་དང་མཐུན་པའི་གི་ང་རང་ཚོ་གི་ཁྲིམས་ཞིབ་པ་རྒན་པ་དེ་རེད་པས་མ་རེད་པས། འདི་ལྟ་མཐུན་པ་ཆགས་ཀྱི་ཡོད་རེད་པས། ཁ་སང། དྲ་རྒྱ་ཚོགས་གཙོ་བསྡུས་ནས་ཡག་ཐབས་དེ་བྱས་ལ་དམ་འབུལ་ཞུ་མཁན་ཁོ་རང་ཚོའི་ངོས་ནས། སོ་སོའི་རྒྱལ་རིགས་ཀྱི་གཅིག་སྡུད་མ་ཆགས་ངེས་ལ་ཡང་དགོངས་འཇགས་བྱེད་ཡོད་སྲིད་ཀྱི་རེད། ཡིན་པས་ནས་ང་རང་ཚོའི་གཅིག་སྡུད་ཅིག་ཆགས་ཚར་བའི་རྗེས་ལ་ཡང། གཅིག་སྡུད་ཀྱི་ཡིག་ཆ། ང་ཚོའི་གི་གྲོས་ཆོད་བཞག་བཞག་པ་དེ། བཅའ་ཁྲིམས་ལ་གཞི་བཞག་པའི་ཐོག་ནས་གྲོས་ཆོད་བཞག་བཞག་པ་དེ་ལ་ཡང་ང་ཚོས་བརྩི་བཀུར་ཞུ་ཡས་དེ། མང་མོས་ཀྱི་ཐག་གཅོད་ཡིན་པ་དེ་ལ་བརྩི་བཀུར་ཞུ་ཡས་གུས་བརྩི་ཞུ་ཡས་དེ་ང་ཚོའི་འགན་ཆེ་བོར་དེ་མང་གཙོའི་གྱི་ལམ་སྲོལ་ཞིག་ཆགས་བསྡད་ཀྱི་ཡོད་རེད། ཁྱེད་ཚོ། དེ་ནས་གུས་བརྩི་ཞུས་པའི་ཐོག་ནས་ང་ཚོ་ཐག་གཅོད་བྱེད་ཡ་ཞིག་གལ་ཆེན་པོ་ཆགས་ཡོད་པ་རེད་མ་གཏོགས། སོ་སོའི་ངོས་ནས། བཅའ་ཁྲིམས་ཀྱི་དོན་ཚན་བཞི་སོགས་ཡིན་གསུང་མ་བྱེད། དོན་ཚན་དེ་ལ། ཚིག་རེ་རེ་ལ་བཞི་བྱས་པའི་ཐོག་ནས་ཏག་ཏག་འགྲིག་གི་འདུག་འགྲིག་གི་མི་འདུག་གཟིགས་དགོས་ཡ་གལ་ཆེན་པོ་ཆགས་ཡོད་རེད། ད་མང་པོ་ཞིག་གསུང་ཡ་ག་རེ་ཞུས་པ་ཡིན་ན། དེ་འདྲ་ཡིན་པ་ཡིན་ན། སྐྱབས་མགོན་རིན་པོ་ཆེ། སྐུ་པར་མཐོང་གྲོལ་རིན་པོ་ཆེ་དང་བཅའ་ཁྲིམས་རིན་པོ་ཆེ་དོན་དེ་ཡང་དམ་བཅའ་ཕུལ་ཡ་དེ། བཅའ་ཁྲིམས་དང་མཐུན་པ་རེད་པས་མ་རེད་པའི་གསུང་ཡ་བྱོས། ད་རེས་ངས་གསལ་བོ་ཞུ་ཡ་གཅིག་ལ་ཡ། ང་རང་སུ་ཉོས་ནས། འདི་ནང་ལོགས་ལ་ཡ་གཅིག་ང་ཡི་ཆ་འདེགས་ཀྱི་ཡོད། སྐལ་མགོན་རིན་པོ་ཆེ་ཡི་སྐུ་པར་ཐུང་ཐུང་རིན་པོ་ཆེ་དང་བཅའ་ཁྲིམས་རིན་པོ་ཆེ་བདུན་ལ་ཡ་དེ་འབུལ་ཞུ་ཡ་དེ། བཅའ་ཁྲིམས་ནང་ལོགས་ལས་གསལ་ཡོད་མ་རེད། ཡིན་པ་ལས་སུ་སུས་ཉོས་ནས་ངོས་འཛིན་ག་རེ་བྱེད་དགོས་ཞུ་བ་ཡིན་ན། གནས་ཚུལ་འདི། སྐལ་མགོན་རིན་པོ་ཆེ་སྐུ་པར་ཐུང་ཐུང་རིན་པོ་ཆེ་དང་བཅའ་ཁྲིམས་རིན་པོ་ཆེ་བདུན་ལ་ཡ་དམ་འབུལ་ཞུ་ཡ་དེ། ངའི་རྩ་བའི་དམ་བཅའ་དང། ང་རང་ཚོས་ཀྱི་རྩ་བའི་དམ་བཅའ་དང་འགལ་མེད་ཅེས་ངོ་སྤྲོད་ཞུ་གི་ཡོད། ང་རང་ཚོས་ཀྱི་བཅའ་ཁྲིམས་རིན་པོ་ཆེ་ཀྱི་དོན་ཚན་དང་པོ་ནང་ལོགས་ལ་སད་བདེ་བའི། ང་རང་ཚོ་བོད་མི་ཡོངས་ཀྱི་མགོན་སྐྱབས་དང་བླ་ན་མེད་པའི་དབུ་ཁྲིད་བླང་དོར་གྱི་ལམ་སྟོན་པ། བོད་མིའི་ངོ་བོ་གཅིག་དང་ང་རང་ཚོའི་གཅིག་སྒྲིལ་གྱི་མཚོན་རྟགས་གཅིག་དང་བོད་མི་ཡོངས་ཀྱི་རང་དབང་བདེན་པའི་གི་མགྲིན་ཚབ་པ། ངོས་འཛིན་ཞུས་ས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཕྱག་བྲིས་ཡོད། བྱས་ས་དང་ལེན་གྱི་ཆ་ནས་ང་རང་ཚོའི་བཅའ་ཁྲིམས་ནང་ལོགས་ལ་ཡ། བཀྲས་མགོན་རུང་ཆོས་སྐུ་འདུས་ལ་ཡ། དད་འབུལ་ཞུ་ཡས་ཀྱི། གོ་སྐབས་ཡོད་མ་རེད་ལ། ད་ལྟའི་ཆར་ལས་ད་རྩ་དྲང་གནས་སྟངས་ཡིན་པ་ཡིན་ནས་རྒྱ་ནད་འདི་རྐྱེན་པས་དེ་འདྲའི་གོ་སྐབས་བྱུང་གི་མ་རེད། ཡིན་པ་ཡིན་ན་འདི་མ་བྱུང་བ་ཡིན་ནས། དེ་གི་མཚོན་རྟགས་ཀྱི་ངོ་བོ་ཐོག་ནས་ད་ལྟའི་ཆར་ལ་ཡ་ང་རང་ཚོའི་གི། བཅའ་ཁྲིམས་ཀྱི་སྒོ་ལུགས་འེ་གི་གནས་སྟངས་བཅའ་ཁྲིམས་ནང་ལོགས་ལ་ཡ། ཁྲིམས་མཐུན་གྱི་ལམ་ཁ་ཚད་བ་ཡིན་ན། ཚད་ས་བཅད་མེད་འེ་གི་གནས་བབ་ཅིག་ནང་ལོགས་ལ་ཡ། ང་ཚོའི་ངོས་ནས་ལམ་ཁ་ཆུ་བཏོན་པ་ཡིན་ན། འདི་ལས་འཚམས་པ་ཅིག་མེད་བ་ཅིག་གནས་སྟངས་ཆགས་འདི་ཡོད། དེ་འབྲེལ་གྱི་གནས་སྟངས་བཅས་ལས་སོ་སོ་སྒེར་ངོས་ནས་ལམ་ཁ་མཚམས་ཤོག་ཅིག། ལྷག་པར་དུ་སི་ཚོའི་ངོས་ནས་བཅའ་ཁྲིམས་རིན་པོ་ཆེ་གི་དུས་ལ་དམ་འབུལ་ཞུ་དུས་ད་ཆ་གཉེར་ལ་ཞུགས་པ་ན་ཞིག་རེད། བཅའ་ཁྲིམས་ཀྱི་དགོངས་དོད་གཞི་བཟུང་ལས་ཀ་བྱེད་ཀྱི་ཡིན་སྲིད་ཅེས་དྲི་ངེས་ཀྱི་དམ་བཅའ་ཕུལ་ངེས་ཀྱི་ཆགས་བསྡད་ཀྱི་ཡོད་ཆེ་ད་དེ་འབྲེལ་ལ་གཞི་ཞྭ་བའི་ཐོག་ནས་ག་ཞོག་རེད་གོམ་པ་གཅིག་རྒྱ་བལ་གཅིག་སོ་སོའི་འགན་ཞིག་མཐོང་གི་འདུག་ད་ཡིན་པ་ནས་ད་གནས་སྟངས་དེ་འདྲ་ཆགས་བསྡད་ཡོད། ཕྱོགས་གཉིས་ཆ་ཐོག་ནས་སོ་སོའི་གི་ལམ་ཀ་རང་མ་གཏོགས་ཕ་ཕྱོགས་དེ་འཚམས་པ་མ་ཟིན་ཡས་ཅིག་གནས་སྟངས་ཆགས་བསྡད་པའི་སྐབས་སུ། སྐབས་བཅུ་བདུན་པའི་གི་སྤྱི་འཐུས་རྡོ་ཚེ་བརྟན་ལགས་དང། མདོ་སྟོད་སྤྱི་འཐུས་གཞན་པ་ཉོས་ནས། ལྷག་པར་དུ་ང་རང་ཚོའི་དབུས་གཙང་སྤྱི་འཐུས་ཡིན་ནས་རེད་མདོ་སྨད་ཀྱི་སྤྱི་འཐུས་སྐྱེས་ན་ཞེས་ཆོས་ལུགས་སྤྱི་འཐུས་ཚོ་ལ་ཡང་འབྲེལ་བ་གནང་བའི་ཐོག་ནས་ཏང་དངོས་ཡོད་ཀྱི་གནས་སྟངས་ཆགས་བསྡད་ཀྱི་འདུག་དངོས་ཡོད་ཀྱི་དཀའ་ངལ་ཆགས་བསྡད་ཀྱི་འདུག་སེལ་ཐབས་བྱུང་ཡས་ལ་ང་རང་ཚོ་ནང་ལོག་ལ་ཡང་བཀའ་མོལ་གནང་པ་ཡིན་ན་ཡག་པོ་ཡོད་རེད་དཀའ་ངལ་འདི་སེལ་ཐབས་གནང་ན་ཡག་པོ་ཡོད་རེད་ཞེས་བྱས། འདུམ་འགྲིག་གནང་ཡས་ཀྱི་འབོད་བརྩོན་གནང་བ་ཡིན་ན་ཡག་པོ་ཡོད་རེད་ཅེས་དགོངས་འཆར་ཕེལ་བ་ལ་གཞི་བཞག་པའི་ཐོག་ནས་ང་རང་ཚོའི་ངོས་ནས་བཀའ་མོལ་རབ་དང་རིམ་པ་མང་པོ་བྱུང་བ་རེད། ད་ཡིན་པ་ནི་མཐའ་མ་བབས་ཚར་བསྡད་ལ་ཡ། ད་ཕྱོགས་གཉིས་ཆ་ངོས་ནས། སུད་སི་ཡུལ་གྱི་སྤྱི་དོན་འདི་ལ་ཡང་གཟི་མཆོག་འདི་རང་མ་གཏོགས་གཞན་པ་འདི་ལ་ཡང་ངོ་ལེན་མེད་པའི་རྣམ་པ། དོན་ཡོང་དུས། ཕྱི་རྒྱལ་གྱི་སྤྱི་འཐུས་བཞི། ས་གནས་ལས་ཕེབས་བསྡད་ཡོད་རེད། ཁོ་རང་ཚོ་བཞི། ཕྱི་རྒྱལ། ད་ལྟའི་ཆ་ལ་ཕྱི་རྒྱལ་ལ་ཡ་གཅིག་གཟིགས་པ་ཡིན་ན། རྒྱ་གར་ནང་ལོགས་ལ་ཡ། རྒྱ་ནད་ཀྱི། གནས་བབ་འདི་ལས་དངོས་གནས་ཞེད་སྣང་བྱེད་ཡ་གཅིག་དང་རྒྱ་གར་ནང་ལོགས་ལ་ཚུགས་མ་ལས་ཀྱི་གནས་སྟངས་ཆགས་བསྡད་ཡོད། ཆ་དང་དེ་འབྲེལ་གྱི་གནས་བབ་ཅིག་ལས་ཁོ་རང་ཚོ་བཞི་སྐུ་ལས། འཚེ་མེད་སྐྱོ་བྱེད་ཕེབས་མཁན་ཆགས་ཀྱི་ཡོད། ཁོ་རང་ཚོ་གི་དཀའ་ངལ་འདི་གཟིགས་པའི་ཐོག་ནས། སུ་ཤུལ་རྒྱལ་རིགས་ཀྱིས་དེའི་ཐོག་ལ་ཡང་དགོངས་པ་ག་རེ་ཡིན་མེད་ལ་མ་ཤེས་པར་ཁོ་རང་ཚོས་ཞུས་ཀྱི་སྤྱི་མེས་ཐག་ཆོད་དེ་ལ་ཡང་ཁོ་རང་ཚོས་དགོངས་འཇགས་ཕྱི་ནང་བྱས་ད། ང་རང་ཚོས་ཀྱི་ཕྱོགས་གཉིས་ཆ་ལ་ཡང་སྲིད་ཆེད་ངོ་ཤེས་ཡོད་པའི་ཐོག་ནས་གལ་ཏེ་ང་ཚོ་དམ་འབུལ་གནང་ན་ག་འདྲའི་འདུག་ཅེས་གསུངས་པ་རེད། ང་ལ་ཡང་དེ་འདྲ་གསུངས་དུས་ངས་དངོས་ནས་དེ་འགྲིག་གི་འདུག་ཅེས་ཞུ་རྒྱུ་བྱུང། གལ་ཏེ་དེ་འདྲའི་གི་དགོངས་འཇགས་དེ་ལ་ང་ཚོའི་མོས་མཐུན་བྱུང་བ་ཡིན་ན་འགྲིག་གི་འདུག་ཅེས་དགོངས་འཇགས་ཞུ་རྒྱུ་བྱུང། དེ་ལ་གཞི་བཞག་པའི་ཐོག་ནས་སོ་སོའི་ངོས་ནས་ཡིན་ནའི་རེད། ད་ཕྱི་དྲོའི་མང་པོ་བྱུང་མོད་ནས། ཚོགས་དྲུང་ལས་ཁུངས་ལ་ཡང་སྙན་ཞུ་ཕུལ་ཡོད་ཆེད་གནས་བབ་དེ་འདྲའི་རེད་བཞག་དེ་ལ་གཞི་བཞག་པའི་ཐོག་ནས་སོ་སོའི་ངོས་ནས་དེ་འདྲའི་བསམ་ཚུལ་ཡོད་སྲིད་ཅེས་ཞུ་རྒྱུ་བྱུང། དེ་ལ་གཞི་བཞག་ཅེས། ཚོགས་དྲུང་ལས་ཁུངས་ཀྱིས་དངོས་ཡོད་ཀྱི་གནས་སྟངས་དེ་ལ་ཡང་གཟིགས་ཆེད། དཀའ་ངལ་དེ་ལ་སེལ་ཐབས་གནང་ཡས་ཀྱི་འབད་བརྩོན། ལྷག་པར་དུ་ང་རང་ཚོས་ཀྱི་བཙན་བྱོལ་སྤྱི་ཚོགས། ང་རང་ཚོས་ཀྱི་བཙན་བྱོལ་སྒྲིག་འཛུགས་ང་རང་ཚོ་བཙན་བྱོལ་བོད་གཞུང་དང་ང་རང་ཚོས་ཀྱི་རང་དབང་སྔ་སོར་གྱི་ཐབས་བརྒྱུད་དེ་ལ་ཡ། གལ་ཏེ་ང་རང་ཚོ་ད་ག་དང་གོ་ཁོ་ན་འགྲིག་གི་མེད་བ་ལ། གཟིགས་བྱས། རྩོད་རྙོག་དེ་ལ་ཡ་འདུམ་འགྲིག་གནང་ཡ་གི་འབད་བརྩོན་གནང་བ་རེད། དཀའ་ངལ་དེ་ལ་སེལ་ཐབས་གནང་ཡ་གི་འབད་བརྩོན་གནང་བྱས། ཕྱག་ཡིག་ཅིག་གནང་བྱས་ང་རང་ཚོ་སྤྱི་འཐུས་སྒེར་ཚང་མ་ལ་ཡ་ཕྱག་ཡིག་གནང་བྱས། གནས་བབ་དེ་འདྲས་རེད་བཞག། དམ་འབུལ་གནང་སྟངས་ནང་པ་གཉིས་ཨང་གྲངས་གཉིས་དོན་དངོས་ཐུག་མ་གྲངས་གཉིས་དོན་དངོས་ཐུག་གང་ལྟར་རྣམ་པ་ཚོའི་ངོས་ནས་དམ་འབུལ་གནང་སྟངས་ག་འདྲས་ཡིན་པ་དེ་ང་རང་ཚོ་ལ་བལྟ་རོགས་གནང་དེ་ལ་གཞི་ཞར་བའི་ཐོག་ནས་གོ་སྒྲིག་གནང་གི་ཡིན་གསུངས་པ་རེད། དེ་ལ་གཞི་ཞར་བའི་ཐོག་ནས་སོ་སོ་ཡིན་པ་ཡིན་ན། ན། གངས་སྐྱིད་ལི་ཡག་ཚོགས་དྲུང་ལས་ཁུངས། ཕྱི་དྲོ་ལྷན་ཚོགས་ལས་ཁུངས་ལ་བཅར་བྱུང་སོང། དེ་ལ་གཞི་བཞག་པའི་ཐོག་ནས་ང་རང་ཚོས་ཀྱི་ལས་རིམ་གྱི་མགོ་བཙུགས་པ་རེད། མགོ་བཙུགས་པ་རེད། མགོ་བཙུགས་ཡས་དེ། སུད་སུའི་ངོས་ནས། ང་རང་ཚོ་དཀའ་ངལ་ག་རེ་ཡིན་པ་ནས། གསལ་བ་ཡིན་ན་གྲོས་མོལ་བྱེད་པའི་ཐོག་ནས་སེལ་ཐབས་ཡིན་པ་བཅས་ལ་ངོས་འཛིན་ཞུ་གི་ཡོད། ངོས་འཛིན་ཞུ་ཡས་ལས་ཕྱོགས་གཉིས་ཀྱི་ངོས་ནས་ཕར་ཚོགས་ལ་ཡིད་ཆེས་དགོས་ཡས་དཔེ་གལ་ཆེན་པོ་རེད། ཡིད་ཆེས་དེ་སེམས་ནང་བཟུང་བའི་ཐོག་ནས་མེ་སྐད་བཅག་པ་ཡིན། ང་རང་ཚོ་ངོས་ནས། ང་རང་ཚོས་ཀྱི་དགྲ་བོ། ང་རང་ཚོས་ཀྱི་མི་རིགས་རྩལ་མེད་བཟོས་ནས་ང་རང་ཚོའི་རྒྱལ་ཁབ་འཕྲོག་ངེས། དེ་འདྲའི་ཅི་ལ་ཡ། གྲོས་མོལ་ཅིག་དང་རྩོད་རྙོག་དེ་སེལ་ཐབས་ཀྱི་འབད་བརྩོན། ཕྱོགས་གཉིས་སུ་མ་ལྷུང་བའི་ཀྱི་ལམ་ཁ་ཅིག་སྟོན་ཐུབ་ཀྱི་ཡོད་བས་ན་ང་རང་ཚོ་ནང་རྒྱུན་ལ་ཡང་ཁ་ཆེམས་སྤྲོད་གནང་ཐུབ་ཀྱི་ཡོད་མ་རེད། ཅི་ལ་དེ་ཚོ། སོ་སོའི་ངོས་ནས། རྒྱ་ནག་གཞུང་ལ་ཡང། དེ་འབྲེལ་གྱི་ལག་བསྟར་མ་བྱས་རྙེད་ལ། བྱེད་མ་ཐུབ་རྐྱལ་ལ་ཡང་ང་རང་དང་ནང་ལོག་ལ་ཡང་དེ་འདྲའི་ལམ་ཁ་ཅིག་སྟོན་ཆེད་དང་ད་དུང་དེའི་རྣམ་པ་ཅིག་ང་རང་ཚོའི་སྤྱི་ཚོགས་དང། རྒྱལ་སྤྱི་སྟེང་ལ་ཡང་སྟོན་ཐུབ་པ་ཡིན་ན། ལམ་ཁ་བཟང་པོ་ཞིག་ལ་ངོས་འཛིན་ཞིབ་པའི་ཐོག་ནས་འདི་ཆགས་པ་རེད་དེ་ཡིན་པ་ཡིན་ནས་ཉིན་མ་དེ་ལ་ཡང། ད་བར་རྒྱལ་ཚོགས་ཚོགས་མདུན་ལ་ཡང་དྲན་འབུལ་ཞུ་ངེས་ཡིག་ས་གཅིག་བྱུང་བ་རེད། ང་རང་ཚོས་ང་རང་ཚོས་ཀྱི། ཁ་ཞུ་བ་ལ་སྐྱབས་མགོན་རིན་པོ་ཆེ་སྐུ་པར་ཐུགས་འདུན་རིན་པོ་ཆེ་དང་བཅའ་ཁྲིམས་རིན་པོ་ཆེ་མདུན་ལ་ཡར་དམ་འབུལ་ཞུ་རྒྱུའི་ཆེད་ཀྱི་ང་རང་ཚོའི་ངོས་ནས། དམ་འབུལ་ཞུ་བ་རེད། དམ་འབུལ་ཞུ་བས་དེ། ང་རང་ཚོ་ང་རང་ཚོས་ཀྱི། ཁ་ཞུ་བ་རེད། ཧོབ་དེ་ག་ལ་སོ་སོའི་ཀྱི། ཁྲིམས་མའི་ལུགས་མའི་ཐོག་ནས་དེ་འདྲ་ཕྱི་བཤར་རྩ་བ་ཉིད་ནས་མ་རེད། ཚོགས་དྲུང་ལས་ཁུངས་ཀྱི་ཁྲིམས་མཐུན་ཐོག་ནས་ཐུགས་འགན་བཞེས་བཞག་བྱས། གོ་སྒྲིག་གནང་བསྡད་པ་ཆགས་ཡོད། ཨིན་ཇི་ནང་ལ་ཞུགས་པའི་ན་གསང་རྒྱུ་བརྒྱུད་ལམ་ཡིན་གསུང་ངེས་ཀྱི་ནང་ལོགས་ལ Self Administered གྱི་ཨོ་དེ་འདྲ་བྲིས་ཤག་ང་རང་ཚོ་ང་རང་ཚོའི་གི་ཁ་ཞུ་གོ་རེ་འགན་འཁྱེར་ཅེས་དེ་འདྲ་བྱེད་པ་རེད་ཅེས་གསང་བ་གཉིས་ནས་མ་རེད་ཞུ་ཡ་ཡིན་དེ་ཚོ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཡ་དཀྲོག་གཏམ་བསླང་ཡ་གཅིག་དང་མི་མང་ནང་ལོགས་ལ་གོ་རྟོགས་ནུས་བ་གོ་རྟོགས་ནོར་བ་གཅིག་བཀྲ་མེད་ཀྱི་འབད་བརྩོན་བཅས་ལ་ངས་སོ་སོའི་ངོས་ནས་ངོས་འཛིན་ཞུ་གི་ཡོད Misinformation བཀྲ་མེད་བཅས་ལ་ངོས་འཛིན་ཞུ་གི་ཡོད་མ་གཏོགས་དངོས་ཡོད་གནས་ཚུལ་རྩ་བ་གཉིས་ནས་མ་རེད། སོ་སོའི་ངོས་ནས་གང་ལྟར་སྤྱི་སྒྲོག་ཞིབ་ཞབས་ཞུའི་ངོས་ནས་དམ་འབུལ་ཞུ་བ་རེད་དམ་འབུལ་ཞུ་བ་ལ་གཞི་བཞག་པའི་ཐོག་ནས་ང་ཚོ་ཚང་མའི་གིས་ཞུ་ཚར་བ་དང། ས་ཡི། རྒྱབ་ཡོལ། བྱས་ཙང་བདེ་ཚོགས་ལ་ཡང་མ་སེར་བུ་བྱས། མཐའ་མཇུག་དེ་ལ། ཨ་ནི་བར་བརྒལ་ཚོགས་གཙོ་ངོས་ནས། ཁོ་རང་དུས་ལ་ཡང་དམ་འབུལ་ཞུ་ཉེ་ཚོགས་ལ་ཡང། ཚོགས་གཞུང་ལོགས་ཁག་ཅིག་བཟོས་གནང་བྱས། ལྟར་དེ། ཚོགས་དྲུང་ལས་ཁུངས་བརྒྱུད་ནས། ང་རང་ཚོའི་ཡུལ་དུ་འགན་འཛིན་ལ་ཡར་ཕུད་པ་རེད། ད་འདི་རྣ་ཅོག་འདི་ཏག་ཏག་འགྲིག་གི་ཡོད་རེད་ཡོད་མ་རེད་པས། ཡུལ་དུ་ལྷན་ཁང་ཉོས་ནས་ངས་གནད་དོན་འདིའི་ཐོག་ལ་ཡང་རང་དབང་ཅན་གྱི་སྡེ་ཚན་གཞན་པའི་ཆ་བཞག་ནས། བློ་གཟུ་བོ་གནས་པའི་ཐོག་ནས་ཐུགས་ཐག་གཅད་དགོས་གལ་ཆེན་པོ་རེད་བསམ་གྱི་འདུག་འདི་དངོས་གནས་ཁྲིམས་དཔོན་གྱིས་ཆགས་ཀྱི་ཡོད་རེད་པས། བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་བཞི་བཞི་བཅུ་བདུན་གྱི་གཞི་བཟུང། ཚིག་རེ་རེ་བཞིན་གསུང་ཆགས་ཀྱི་ཡོད་རེད་ཡོད་མ་རེད་དགོངས་པ་བཞེས་དགོས་ཆགས་ཀྱི་ཡོད་རེད། བྱས་ཙང་གནས་སྟངས་དེ་ཚོ་ལ་གཞི་བཞག་པའི་ཐོག་ནས། དཀའ་ངལ་དེ་སེལ་ཐབས་བྱས་ལ་ཡང། ཚོགས་དྲུང་ལས་ཁུངས་ལ་ཕུལ་བཞག་པའི་སྤྱི་འཐུས་ཞིབ་དཔྱོད་ཞིབ་བཤེར་གྱི་མཚན་རྟགས་ཡོད་པ་དེ་ལ་ཡང་ངོས་འཛིན་མ་ཞུས་པ་གཅིག་དང། ང་རང་ཚོའི་གི་བར་བརྒལ་ཚོགས་གཙོ་ཡིན་པས་ཀྱི་ཁོ་རང་གི་བར་ལ་ས་ཡིག་བསྐྱོན་པ་གཅིག་དང་དེ་ན་བཞིན་སྤྱི་འཐུས་ཉི་ཤུ་རྩ་གཅིག་གི་མཚན་ཐོ་གཅིག་པོ་ཡོད་པ་དེ་གང་ལ་ངོས་འཛིན་ཞུ་དགོས་ཀྱི་གནས་བབ་ག་འདྲ་ཆགས་ཡོད་རེད་ག་རེ་ལ་གཞི་བཞག་པའི་ཐོག་ནས་གནང་བ་རེད་སྤྱི་ཁྲིམས་ག་རེ་ལམ་སྲོལ་ག་རེ་གི་ལ་གཞི་བཞག་པའི་ཐོག་ནས་དེ་འདྲའི་ཐུགས་ཐག་བཅད་གནང་བ་རེད་ད་ལྟ་བར་དུ་བར་བརྒལ་ཚོགས་གཙོའི་ངོས་ནས་དེ་འདྲའི་སྐུ་དབང་ཅིག་ཞིག་གི་ཡོད་རེད་ཡོད་མ་རེད་སྐུ་དབང་དེ་འདྲ་ཡོད་རེད་ཡོད་མ་རེད་ཨ་ནི་ག་ཞིག་སྐུ་དབང་དེ་འདྲའི་དེ་ཡ། བརྩི་བཀུར་ཞུ་ཡས་ཏེ་བོད་དུ་ལྷན་ཁང་གཉེར་ནས་བརྩི་བཀུར་ཞུ་ཡས་ཏེ་ག་རེ་ལ་གཞི་བཞག་པའི་ཐོག་གནང་བ་རེད་དགོངས་པ་རྒྱ་ཆེན་པོ་ཞེས་དགོས་ངའི་ངོས་ནས་གནད་འགག་ཞིག་མཐོང་གི་འདུག་སོ་སོ་ངོས་ནས་དྲ་འདུག་ཡིན་པ་ནི་རེད། བོད་དུ་འགན་འཛིན་ངོས་ནས་བོད་དུ་ལྷན་ཁང་ངོས་ནས་གནས་ཚུལ་འདི་དང་འབྲེལ་བའི་ཐོག་ནས་བློ་གཟུ་བོ་གནས་པའི་ཐོག་ནས་ང་རང་ཚོས་ཀྱི་ཕྱི་དྲོ་ལྷན་ཚོགས་སྐབས་བཅུ་བདུན་པའི་ཕྱི་དྲོ་ལྷན་ཚོགས་གྲུབ་བཞག་པ་དེ་གི་ལས་དོན་དང་པོ་ང་ཚོ་ཚོགས་གཙོ་ཚོགས་གཞོན་དར་མ་ཡིན་ནི་རེད་དེའི་རྗེས་ལ་ཡང་ང་ཚོས་ལས་འཁུར་གལ་ཆེན་པོ་གཅིག་ང་ཚོས་སྲིད་སྐྱོང་འདེམས་ཐོན་བྱུང་བ་ལ་ཡང་བཀའ་ཤག་གོའི་ཕྱག་སྐོར་ཕྱག་ལས་ག་རེ་ཡིན་པ་ཡིན་ནི་རེད་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོ་བཙན་བྱོལ་གཞུང་གི་ཕྱག་ལས་ནང་ལོགས་ལ་ཡང་སྲི་ཞུ་བ་རྣམས་སུ་ཡོད་ནི་ཕྱག་ལས་དངོས་ནས་ཧུར་ཐག་བ་ཐག་གནང་གི་ཡོད་རེད་ཡིན་བ་ནི་འདི་གཅིག་པུ་ཡི་འབྲེལ་ཡ་ཇི་ཡོང་མ་རེད། སྲིད་གཞུང་བ་ཕྱག་ལས་གནང་མཁན་ཚོ་ལ་ཡང་གོ་སྒྲིག་དགོས་གལ་ཆེན་པོ་ཆགས་ཀྱི་ཡོད། སྲིད་སྐྱོང་གཅིག་ཡིན་པའི་ནས་སོ་སོའི་ངོས་ནས་གལ་ཏེ་བཀའ་ཤག་ཅིག་མེད་པ་ཡིན་ན། ཕྱག་ལས་སྒྲུབ་ཐུབ་བའི་བྱེད་ཡོ་མ་རེད། ལྷག་པར་དུ་ད་ལྟའི་དུས་ཚོད་འདི་ལས་ང་རང་ཚོ་མཁྱེན་དགོས་ཡ་གཅིག་ལ། སྤྱི་འཐུས་ལྷན་ཚོགས་ནང་ལོགས་ལ་ང་རང་ཚོ་སྤྱི་འཐུས་རྒྱུན་ལས་ཕྱག་དེ་གྱོ་རེ་བདུན་ཕྲག་གཅིག་གཅིག་ནང་ལོགས་ལ་ཐེངས་མ་གཉིས་གཉིས་འཛོམས་གནང་རྗེས་ཚོགས་འདུ་འཛོམས་སྐོར་དེ་ནང་ལོགས་ལ་ཡང། ཚོགས་འདུས་ཀྱི་ཕལ་ཆེར་གྱི་གནད་དོན་ག་རེ་ཆགས་སྐོར་ཞུ་བ་ཡིན་ན། བཀའ་ཤག་གིས་དྲ་རྒྱའི་བཀའ་འཁྲོལ་ཞུ་བའི་ཕྱག་དེ་གྱོ་རེ། བདུན་ཕྲག་གཅིག་དགོན་དང། བདུན་ཕྲག་གཅིག་གི་ནང་ལོགས་ལས་བར་བརྒལ་བཀའ་འགྲོ་ག་ཚོད་བཞུགས། ད་ད་ལྟའི་ཆར་ལ་ཡང་བདུན་ཕྲག་གཉིས་མ་སེམས་ཅིག། སྲིད་སྐྱོང་ཉོས་ནས་སྐུ་དབང་བཞེས་བསྡད་རེད། ད་ལྟའི་གི་གནས་བབ་དེ་ལ་ཡང། ཕྱག་ལས། ཟ་གྲྭ། ལྷག་པར་དུ་རྒྱ་ནད་དང་འབྲེལ་བའི་ཐོག་ནས་གནང་དགོས་མང་པོ་ཞིབ་ཡོད། དེ་ཚོ་ལ་ཡང་ཆ་སྙོན་མེད་བས་ན་ཕྱག་ལས་ག་འདྲས་བྱེད་ན་ཡང་རེད་ག་འདྲས་བྱེད་ན་ང་རང་ཚོ་ང་རང་ཚོ་བཙན་བྱོལ་སྒྲིག་འཛུགས་འདི་དང། བཙན་བྱོལ་སྤྱི་ཚོགས་ཀྱི་ལྷིང་འཇགས་འདི་ལས་མདུན་བསྐྱོད་གནང་ཐུབ་ཀྱི་རེད། བྱས་ཙང། ངའི་ངོས་ནས་རེ་བ་གཞན་པ་ཅིག་ག་རེ་ཞུ་དགོས་ཞུ་འོས་ན། ད་ལྟ་ང་རང་ཚོའི་གི་ཕྱི་སྐད་སྤྱི་འཐུས། གཞན་ངོས་ནས་སྤྱི་མོལ་གྱི་དགོངས་འཆར་ཕེབས་པ་ན་བཞིན་དེ་ལ་ཡ་སོ་སོ་སྒེར་ངོས་ནས་བརྩི་བཀུར་ཞུ་བ་དང་སྤྱི་འཐུས་མང་པོ་ཞུ་ངོས་ནས་བརྩི་བཀུར་ཞུ་བ་ན་བཞིན་ངའི་རེ་བ་ལ་ཡ། ད་དུང་རེ་བ་ཞུ་གི་ཡོད། བཀའ་ཤག་ངོས་ནས། ད་ལྟ་བར་དུ་ཆེ་མཐོའི་ཁྲིམས་ཞིབ་ཁང་དང་སྤྱི་འཐུས་ལྷན་ཚོགས་ཀྱི་བར་ལ་གནས་བདེ་བའི་གནས་ཚུལ་འདིའི་ཐོག་ལ་ཡ། དགོངས་པ་རྒྱ་ཆེ་ཐོག་ནས་དགོངས་པ་རྒྱ་ཆེན་པོ་བཞེས་པའི་ཐོག་ནས་ཐ་ན་ང་རང་ཚོས་ཀྱི་ཐག་གཅོད་དེ་ལ་ཡང་དཔེ་ང་ཚོ་བབ་ས་ཅིག་ལ་བབ་ན་ཡག་པོ་འདུག་ཡང་བབ་དུས་གནས་དེའི་ཞུ་འབོད་དང་ཁ་སང་རང་བ་རྒྱལ་ཚོགས་གཙོ་ངོས་ནས་ད་ཕྱག་ལས་གསལ་བསྒྲགས་ཤིག་གནང་བ་རེད་ཕྱག་ལས་གནང་བྱས་ཉིན་མ་གཉིས་རྗེས་ལ་ཡང་བ་རྒྱལ་ཚོགས་གཙོས་ཀྱི་ཐུགས་འགན་བཞེས་ཏེ་ལམ་འགྲོལ་འགྲོ་བ་ཡིན་པས་ན་ང་རང་ཚོས་ཀྱི་དམ་འབུལ་ཞུ་ཡས་ཀྱི་བར་དུ་གནས་དེ་གི་ཡོ་ད་ཡིན་པས་ན་ད་འདྲའི་ཕྱག་ལས་བ་རྒྱལ་ཚོགས་གཙོས་ཀྱི་མཚན་གནས་རྣམས་ཆེ་ད་དེ་འདྲའི་གསལ་བསྒྲགས་གནང་གི་ཡོད། འདི་བཅུ་བཞི་ལོ་ཀ་ཆགས་བསྡད་ཀྱི་འདུག་གང་ལྟར་འདིའི་བརྒྱུད་རིམ་ནང་ལོགས་ལ་ཡང་བཀའ་མོལ་གནང་གྲགས་བྱས་པ་ཡིན་ན། བཅའ་ཁྲིམས་རིན་པོ་ཆེ་དང་མཐུན་པའི་ཐོག་ནས་ཕྱག་ལས་ག་རེ་གནང་བ་ཡིན་གནང་གི་ཡིན་གསུངས་སོང། ད་ཡིན་དགོས་ནས་ངས་ངོ་འདོན་ག་རེ་བྱེད་དགོས་ཞུ་བ་ཡིན་ན། ཁོ་རང་ངོས་ནས་ཐུགས་འགན་བཞེས་པའི་ཐོག་ནས། བཅའ་ཁྲིམས་དོན་ཚན་བཞི་བཞི་བདུན་བཞི་གསུམ་དམ་འབུལ་བཞེས་པ་རེད། དམ་འབུལ་བཞེས་པ་དང་ཁོ་རང་གིས་ཕུལ་བ་འདི་ཏག་ཏག་ཅིག་འགྲིག་གི་ཡོད་རེད་བས། དེ་ཁྲིམས་མཐུན་ཆགས་ཀྱི་ཡོད་རེད་པས། དེ་ནས་ཞིག་ཁོ་རང་གིས་དམ་འབུལ་ཞུས་དང། དམ་འབུལ་ཞུས་པའི་བརྒྱུད་རིམ་ནང་ལོགས་ལ་དམ་འབུལ་གྱི་ཚིག་རེ་རེ་གསུངས་སྟངས། དེ་ཚོ་ཚང་མ་ཏག་ཏག་ཅིག་འགྲིག་གི་ཡོད་རེད་པས། དམ་འབུལ་ཏག་ཏག་ཅིག་ལ་ཡང། དམ་འབུལ་སྔོན་བཤད་ཅིག་ལ་ཡང་ང་ཚོས་ངོས་ལེན་ཞུས་ཐུབ་ཀྱི་རེད་པས་ཞུས་ཐུབ་ཀྱི་མ་རེད། གྲོས་ལེན་མང་པོ་ཞུས་ཡོད་རེད། ད་གང་ལྟར་གནས་ཚུལ་དེ་ལ་ཡང། ང་ཚོའི་ཐོག་ལ་ཚུར་སླེབས་པ་ཡིན་ན། དྲང་བདེན་ཡིན། འདི་མ་གཏོགས་ལམ་ཁ་གཞན་པ་མེད་གསུངས་པས་ན་འདི་གདམ་ག་ཆེ་ཆགས་ཀྱི་ཡོད་མ་རེད། གདམ་ག་ཆེ་དང་ཕྱོགས་གཉིས་སུ་མ་ལྷུང་བས་ཀྱི་ང་ཚོས་དངོས་གནས་ཀྱི། བར་དུ་གནས་བས་ཀྱི། ཕྱོགས་གཉིས་ཆ་ལ་ཕྱོགས་ལྷུང་མ་ཐུང་བའི་པ་རག་ལ་འགྲོ་བས་དེར Middle Ground ལ་ནི་ཚད་ཡས་བྱེད་ཡིན་པ་ཡིན་ན། ད་ལྟའི་གནས་བབ་དེ་ལ་ཡང། ཕྱི་རྒྱལ་སྤྱི་འཐུས་ཞིག་ནས་དགོངས་འཇགས་གནང་ཡས་དེ་ཆགས་འདི་ཡོད་རེད། འདི་བཤད་ཚར་བའི་རྗེས་ལ་ཡང། ང་རང་ཚོའི་ངོས་ནས། སྐབས་བཅུ་བདུན་པའི་གི་སྤྱི་འཐུས། ཆགས་ཚར་བ་དང་ཚོགས་གཙོ་ཚོགས་གཞོན་བདམས་ཚར་བ་རྒྱུན་ལས་རྒྱུན་ལས་བདམས་ཐོན་བྱུང་ཚར་བ་དང་དེ་ན་བཞིན་ང་ཚོའི་བཀའ་ཤག་བདམས་ཚར་བ་དང་དེའི་རྗེས་ལ་ཡང་ང་རང་ཚོའི་གི་ད་ཁྲིམས་འཆར་ནང་ཕལ་ཆེ་མ་འོངས་པར་ང་རང་ཚོ་དཀའ་ངལ་དེ་འདྲའི་མ་འཕྲད་ཡ་ལ་ག་རེ་གནང་ཡ་འདུག་ཅེས་ཁྲོ་ཁྲོ་གནང་དགོས་གལ་ཆེན་པོ་ཆགས་བསྡད་ཀྱི་འདུག་དེ་མ་གནང་ཉིན་ལ་ཡང་ང་ཚོ་བབས་ས་གཅིག་ལ་མ་བབས་པ་ཡིན་ན། ཆུ་བླས་པ་ཡིན་ན་དྲང་པོ་རེད་མ་གཏོགས། ཁྱེད་རང་ཐག་ཆོད་དེ་ཕྱིར་བས་ན་དེ་ངོ་འཛིན་བྱེད་ཀྱི་མེད་ཞུ་བས་ན། ཕྱོགས་གཉིས་སུ་མ་ལྷུང་བའི་གི་ཐག་ཆོད་ཆགས་ཀྱི་ཡོད་མ་རེད་ཕྱོགས་གཉིས་སུ་མ་ལྷུང་བའི་གི་ཐང་གདམ་ག་ཅིག་ཆགས་ཀྱི་ཡོད་མ་དེ་གདམ་ག་ཅིག་རྩ་བ་ཉིད་ནས་མ་རེད་ཆེ་ས་འདི་ལ་གཞི་ཞར་བའི་ཐོག་ནས་ངས་རེ་བ་ག་རེ་ཞུ་དགོས་ཞུ་བས་ན་ད་གནས་ཚུལ་འདིའི་ཐོག་ལ་ཡང་བཀའ་ཤག་ངོས་ནས་ང་ཚོའི་སྲིད་སྐྱོང་མི་མང་གིས་མང་མོས་ཀྱིས་འདེམས་ཐོན་བྱུང་བས་སྲིད་སྐྱོང་ངོས་ནས་དེའི་ཐོག་ལ་དགོངས་བཞེས་གནང་པའི་ཐོག་ནས་ད། ང་རང་ཚོ་གོམ་པ་མདུན་སྐྱོད་བྱེད་དགོས་འདུག་བཅའ་ཁྲིམས་ལ་བབ་པའི་ཐོག་ནས་ལམ་འགག་ཅིག་མེད་དུས་གོམ་པ་མདུན་སྐྱོད་བྱས་ལ་ལམ་འགག་དེ་ད་ལྟ་དམ་འབུལ་ཞུས་ཚར་བ་དེ་ལ་སྤྱི་འཐུས་ཞིབ་ཞིབ་ཤོས་ཀྱིས་དམ་འབུལ་ཞུས་ཚར་བ་དེ་ལ་ཡང་ངོས་འཛིན་ཅིག་གལ་ཆེན་པོ་ཆགས་ཀྱི་ཡོད་ངོས་འཛིན་ཞུས་པའི་ཐོག་ནས་ང་ཚོ་ཕྱག་ལས་མུ་མཐུད་ནས་གནང་ཡག་ཅིག་ཕྱག་ལས་འགོ་འཚོ་བའི་གལ་ཆེན་པོ་མཐོང་གི་འདུག་ཆ་ད་དེའི་ཐད་ལ་ཡང་ངའི་ངོས་ནས། མི་མང་ཚོ་ཡིན་ནའི་རེད། འདི་ཐོག་ལ་མཁས་མདོག་གོ་ཨེ་ཆེ་ཞིག་མཐོང་གི་འདུག་ད་དུང་ཡིན་ནའི་སོ་སོའི་ངོས་ནས་རེ་བ་ཆེན་པོ་བཞིན་བསྡད་བསྡད་ཡོད། ང་ཚོའི་གི་རྩོད་རྙོག་ཡིན་ནའི་རེད་དཀའ་ངལ་དེ་ཡིན་ནའི་རེད། སོ་སོའི་དགྲ་བོ། རྒྱ་ནག་གུང་ཁྲན་ཏང། ཡ་ཐུག་དུས་གནས་དུས་གནས་སྟངས་ལོགས་ཁ་ཅིག་ཆགས་བསྡད་ཀྱི་ཡོད་རེད། གནས་སྟངས་ཁག་ཁ་ཅིག་ཆགས་བསྡད་ཀྱི་ཡོད་རེད། ཡིན་པ་དེ་ང་རང་ཚོ་ནང་ལོགས་ལ་ཡང། ང་རང་ཚོ་མི་རིགས་གཅིག། བརྩམས་ཚེ་བོད་མི་ཚོ་ནང་ལོགས་ལ་ཡ་ང་ཚོ་གངས་ཅན་པ་ནང་ལོགས་ལ་ཡ་དཀའ་ངལ་སེལ་ཐབས་ཅིག་ཡོད་བ་ཅིག་དང་ལྷག་པར་དུ་ང་རང་ཚོའི་མི་དམངས་ཀྱི་ཐད་ཀར་འདེམས་ཐོན་བྱུང་བཞག་པའི་འགོ་ཁྲིད་ཅིག་ནང་ལོགས་ལ་ཡ། མི་དམངས་ལ་མིག་དཔེ་སྟོན་ཡ་ཅིག་དང་རྒྱལ་སྤྱི་སྟེང་ལ་ཡ་མིག་དཔེ་སྟོན་ཡ་ཅིག་ལ་ང་ཚོ་བབས་ས་ཅིག་ལ་བབས་དགོས་ཅེས་ངས་ནམ་མཁའི་ཆུ་མོ་འཐུང་གི་འདུག་ཞེས་ངས་ཞུ་ཡ་ཡིན། གནད་དོན། གནད་དོན་དེ་ལ་གཞི་བཞག་པའི་ཐོག་ནས། སོ་སོའི་ངོས་ནས། དངོས་གནས་བློ་གཟུ་བོ་གནས་པའི་ཐོག་ནས་བར་དུ་འགྲོ་ཡ་ཡིན་པ་ཡིན་ན། ད་ལྟའི་ཆ་ལ་ཡ་ང་རང་ཚོ་སྤྱི་འཐུས་ཞིབ་བཞི་ཞིབ་བཞི་ཡི། དམ་འབུལ་ཞུ་བ་དེ་ལ་ཡང། ངོས་འཛིན་དང། དམ་འབུལ་ཞུ་བ་དེ་ལ་ཡང། གོམ་པ་མདུན་སྐྱོད་ཀྱི་རྣམ་པ་ཐོག་ནས་ད་མུ་མཐུད་ནས་ཕྱག་ལས་གནང་དགོས་ཅེས་གལ་ཆེན་པོ་འདུག་མོ་འདུག་མ་གཏོགས། གནས་ཚུལ་རྙིང་པ་ཅིག་དང་ན་ཚ་རྙིང་པ་ཅིག་བསྐྱར་ཞིབ་གནང་ཞུ་བ་ཡིན་ན། དེ་ཡང་གནམ་འཕེལ་བྱུང་བ་ཡིན་ན་སྤྱི་ཚོགས་ནང་ལོགས་ལ་ལྷིང་འཇགས་བྱུང་གི་མ་རེད་ལ། ང་རང་ཚོའི་ངོས་ནས་མ་འོངས་པ། ད་ལྟའི་གི་རྫ་དྲག་གནས་སྟངས་དེ་ལ་ཡང་ང་རང་ཚོས་ཀྱི་འཐབ་རྩོད་ཆེད་དུ། བོད་མི་རིགས་ཆེད་དུ་ལྷག་པར་དུ་བོད་ནང་ལོགས་ཞུགས་གཉེར་གྱི་ང་རང་ཚོས་ཀྱི་གཞོན་ནུ་བོད་མི་ཚོ་ཆེད་དུ་ཕྱག་ལས་གནང་ཐུབ་ཀྱི་མ་རེད་བསམ་གྱི་འདུག་ཁྱེད་དང་དེ་འདྲའི་གནས་ཚུལ་ད་ལྟའི་ཆར་ལ་ཡང། རང་དབང་ལུང་པ་ནང་གནས་དེ་ཡིག་གི་བོད་མི་ཕྱི་ཡོན་རྣམ་གྲངས་ཡོངས་ཀྱི་དགོངས་པ་བཞེས་དགོས་ཀྱི་ཆགས་ཀྱི་རེད་ལ། ལྷག་པར་དུ་འདི་ནང་ལོགས་ནས་རང་དབང་ལུང་པ་ནང་གནས་དེ་གཉིས་ཀྱི་མི་མང་ཚོ་ཀྱི་འདེམས་ཐོན་བྱུང་བའི་འགོ་ཁྲིད་རྣམ་པ་ཚོས་ཀྱི་ད་ལྟའི་ཆར་ལ་ཡང། མི་མང་གི་འདེམས་ཐོན་བྱུང་བའི་སྤྱི་འཐུས་དང། མི་མང་གི་འདེམས་ཐོན་བྱུང་བའི་སྲིད་སྐྱོང་ཆགས་ཀྱི་ཡོད་རེད་ང་ཚོ་ཚང་མས་ངོས་ནས་དགོངས་པ་རྒྱ་ཆེན་པོ་བཞེས་པའི་ཐོག་ནས། ཐག་ཆོད་ཅིག་ལ་བབ་གོ་ཨེ་ཅིག་ད། ཕ་ཆོ་དེ་ལ་ཡ། ངོ་ཤེས་ཨེ་ཅིག་ད་ཕ་ཆོ་དེ་ལ་ཡ། ག་ཞུ་འོ་རེད། མཚམས་བཤད་ཅིག་བྱེད་གོ་ཨེ་ཅིག་ངས་ངོས་ནས་རྒྱ་ཆེན་པོ་མཐོང་གི། གལ་ཆེན་པོ་མཐོང་གི་འདུག་བྱས་ཙང་འདིའི་ཐོག་ལ་ཡ། ད་རིང་གོ་སྐབས་འདི་ཞུས་རྗེས། ད་བཀའ་མོལ་རིང་པོ་ཆགས་སོང་དེ་ངས་ད་གནད་དོན་འདིའི་ཐོག་ལ་ཡ་སོ་སོའི་ངོས་ནས་གསལ་བཤད་ཅིག་བྱེད་གོ་ཨེ་ཅིག་གལ་ཆེན་པོ་མཐོང་གི་འདུག། དཀའ་ངལ་འདི་ནང་ལོགས་ལ་ཡང་ང་ཚོ་ལ་ལམ་ཀ་ཡོད་བ་དེ། ཕྱོགས་ཚང་མའི་ངོས་ནས་ཕར་ཚུར་ཡིད་ཆེས་བྱེད་ཡ་ཆེ་དང་ཡིད་ཆེས་ཡོད་བ་དེ་ལ་ཡང་གནས་དགོས་ཡ་ཆེ་ཆེ་ཤོས་ཐུ་མུ་ཐུ་མ་གཏོགས། དེ་ལ་ཡང་ཡོད་དོ་འདོག་བྱེད་བསམ་ཤོས་ཡོད་དོ་འདོག་བྱེད་གྲོས་མོལ་བྱེད་ཀྱི་ཡིན་དོ་འདོག་བྱེད་ཅེས་ད་གར་ཞུ་འོ་རེད། མགོ་སྐོར་གཡོ་རེ་རྩེ་ཡ་ཅིག་དང་བབ་ས་ལ་མ་བབ་པ་ཡིན་ན་རྩ་བ་ཡིན་ཡིན་གྱི་མ་རེད་བསམ་གྱི་འདུག་ད་ལྟའི་ཆ་ལ་ཡང། ང་རང་ཚོ་ལ། བཅའ་ཁྲིམས་དང་མཐུན་པའི་གྱི་ལམ་ཀ་རྩ་བ་ཉིད་ནས་ཡོད་མ་རེད།